ལོ་རྗེས་ཉི་ཤུ་རྩ་བརྒྱད་པ་ཡི་ལེའུ་གཉིས་པ། ད་ལྟ་ང་ཚོ་ཨེ་སི་ཏར་རྒྱལ་མོ་ལ་བཀོད་པའི་ལོ་རྗེས་དེ་ལྟ་གི་ཡིན། རྗེས་སུ་རྒྱལ་པོ་ཁོང་ཀྲུའུ་ལེན་འགྱངས་པ་དང་ཁོང་གིས་བཙུན་མོ་ཝཱ་སི་ཏཱ་དཔེ་ཡོད་པ་དང་མོ་ལ་ག་རེ་བྱས་པ་ཚོ་མ་དྲན་གསོས་བྱས་པ་རེད། སྐབས་དེ་དུས་ལས་བྱེད་པ་གཅིག་གིས་རྒྱལ་པོ་ལ། ང་ཚོ་ཁྱེད་ཀྱི་ཆེད་དུ་མོ་ཟ་མ་སྙིང་རྗེ་བོ་མང་པོ་ཞིག་འཚལ་གི་ཡིན། ལུང་པ་ཀུན་གྱི་བུ་མོ་མཛེས་མ་རྣམས་སུ་ས་ལ་འཛོམས་དགོས། བུ་མོ་དེ་ཚོ་ལ་ལྟ་རྟོག་བྱེད་མཁན་ནི་ཁྱོད་ཀྱིས་ཧེ་ག་ཡིས་བསྐོས་དགོས་ཁོང་གིས་བུ་མོ་དེ་ཚོ་ལ་མཛེས་མ་བཟོ་གི་རེད། དེ་ནས་མི་ས་མ་རྣམས་ཀྱིས་ཀྱིས་ནི་ཁྱེད་རང་གི་དགའ་ཤོས་དེས་བ་ཤི་ཏི་ཡི་ཚུལ་དུ་རྒྱ་མོ་ལ་བྱ་གི་རེད་ཞེས་ཤོད་པ་དང་རྒྱ་བུ་ཡིས་དེ་ལ་མོས་མཐུན་བྱས་ནས་དེ་ལྟར་བྱས་པ་རེད། སུ་ས་དྲུང་ཆེ་ལ་ཡ་ཧུ་དཱ་པ་ཞིག་གནས་ཡི། ཀུན་ནི་བི་ཡཱ་མིན་གྱི་སྡེ་ཤུག་ཡིན་པ་དང་ཀུན་གྱི་མིང་ལ་མོ་དེ་ཀཱ་ཨི་ཡིན། ཀུན་ནི་ནེ་བི་ཀ་ནེ་ཛཱ་ཡི་བཙན་པ་ལ་འཁྲིད་ཡོང་བའི་ཡ་ཧུ་དཱ་པ་ཞིག་རེད། མོ་དེ་ཀཱ་ཨི་ཡི་ཨ་ཁུ་གྲོངས་ཚར་བའི་རྗེས་སུ་ཁོང་གི་བུ་མོ་ཨེ་སི་ཏར་སུ་སུ་ཡི་བུ་ཚོད་ལ་ལེན་པ་རེད། ཡ་ཧུ་དཱ་པའི་ནང་དུ་ཀུན་གྱི་མིང་ལ་ཧ་ད་ས་ཡོང་ཟི་ཀི་ཡོད་མོ་ནི་ནམ་གཞོན་ཧ་ཅང་སྙིང་རྗེ་བོ་ཞིག་ཡོད་པ་རེད། རྒྱལ་བོ་ཡི་བཀའ་བཞིན་བུད་མེད་མང་པོ་ཞིག་སུ་ས་ལ་རྫོགས་ཡོད་པ་དང། ཧི་ག་ཡིས་དུས་ཚོད་ལ་ལྟ་རྟོག་བྱེད་བཞིན་ཡོད་པའི་སྐབས་སུ་ཨེ་སི་ཏར་ཡང་ཁོང་གི་འོག་ཏུ་གནས་ཡོད་པ་རེད། ལྟ་རྟོག་བྱེད་མཁན་གྱི་བུད་མེད་གཞན་རྣམས་ལས་ཨེ་སི་ཏར་ལ་དགའ་བོ་བྱས་པ་དང་ཁོང་གིས་ཨེ་སི་ཏར་ལ་གཞན་དང་མ་འདྲ་བར་མི་སེར་གྱི་ལྟ་རྟོག་བྱས་པ་རེད། ཨི་སི་ཏར་གྱིས་མོ་ལྡེ་ཀཱི་ཡིས་གསུངས་པ་ནང་བཞིན་ཁོང་ཡ་ཧུ་དཱ་པ་ཡིན་པ་མི་སྲིད་སྤྱི་ལ་ལོག་མེད་པ་རེད། མོ་ལྡེ་ཀཱི་ཡིས་ཨི་སི་ཏར་ལ་གནས་ཚུལ་ག་འདྲ་བྱུང་ཡོད་པ་དེ་ཧ་གོ་བའི་ཆེད་དུ་མོ་ཡི་སྡེ་ས་ལ་ལྟ་པ་ཡ་མ་འགྲོ་བ་རེད། མོ་ཟ་མ་རྣམས་ཟླ་བ་བཅུ་གཉིས་རིང་ལ་འཛིན་མ་བཟོ་གི་ཡོད་པ་རེད་དེའི་རྗེས་སུ་ཁོ་ཚོ་ཕོ་བྲང་ལ་རྒྱབ་རྩ་འགྲོ་དགོས་ཀྱི་ཡོད་པ་རེད། མོ་ཟ་མ་དེ་ཚོ་རྒྱལ་པོ་དྲུང་དུ་འགྲོ་དུས་ཁོ་ཚོ་ཡིས་ག་རེ་གོན་འདོད་ཡོད་པ་དང་ག་རེ་རྗེས་འཆང་ལྟ་འདོད་ཡོད་པ་དེ་སོ་སོ་གི་འདོད་པ་ནང་བཞིན་བྱེད་ཆོག་གི་ཡོད། མོ་ཟ་མ་རྣམས་སྒོ་མོའི་ཕུག་རོན་དུ་བཅག་པ་དང། ཞོགས་ཀའི་མནའ་མ་ཡི་ས་ཆ་ལ་བསྡད་དགོས་ཀྱི་ཡོད། རྒྱལ་པོ་གི་ཡང་ཅཱ་མི་སྦེ་ནི་སྐད་མ་སྟོང་བར་དུ་གཟི་བརྗིད་རྒྱལ་པོ་དྲུང་དུ་ཡང་ཅཱ་བཅའ་ཐུབ་གི་མེད། ཨི་སྟར་རྒྱལ་པོའི་ཕུག་རོན་ལ་འགྲོ་བའི་དུས་ལ་སླེབས་པ་རེད་མོ་ཡིས་ཧི་གྷ་ཨི་ཡི་སློབ་གྲྭ་གནང་བར་ནང་བཞིན་རྗེས་འབྱང་ནང་བཀོད་འགྲོ་པ་དང། མི་ཐམས་ཅད་ཀྱིས་ཨི་སྟར་ནི་མཛེས་མ་ཡོད་པ་དེ་མཐོང་བ་རེད། ཨི་སྟར་རྒྱལ་པོ་དྲུང་དུ་འགྲོ་བའི་སྐབས་སུ་རྒྱལ་པོ་ཡིས་མོ་ལ་བུད་མེད་གཞན་རྣམས་ལས་མོ་ལ་ཧ་ཅང་ཐུགས་སྙིང་པོ་གནང་བ་དང་དེ་ནས་ཁོང་གི་རྒྱ་མོ་ཡི་གཙུག་རྒྱན་དེ་ཨི་སྟར་ཡི་མགོ་ལ་གོན་པ་རེད། རྒྱལ་པོ་ཡིས་ཨིསི་ཏཱ་ཡི་ཆེད་དུ་ཐུགས་སྤྲོ་ཞིག་བཏང་བ་དང་ཁོང་གིས་སྐུ་ངོས་དང་ལས་བྱེད་པ་འགོ་པ་རྣམས་སྐད་བཏང་བ་རེད།